ཨོ་བཀྲ་ཤིས་བདེ་ལེགས། ཨ་ནི་ལྟ་ངན་ཐེངས་གཉིས་པ་དེ་ངོ་སྤྲོད་བྱས་དེ་ག་རེ་ཡིན་ཟེར་ན། ཨ་ནི་གོང་དུ་ངོ་སྤྲོད་བྱས་པ་གི་སྤྱོད་འཇུག་གི་དེའི་ནང་ལ་ང་ཚོ་གི་ལེགས་སྦྱར་གི་སྤྱོད་འཇུག་རྩ་བ་དང་ལེགས་སྦྱར་གི་སྤྱོད་འཇུག་རྩ་བ་གི་འབྲེལ་བ། ཨོ་དེ་དེ་འདྲ་ཚོ་མཉམ་དུ་སྦྱར་ནུས་བཟོ་ཡོད་རེད། དེ་ཚོ་ཚང་མ་ང་ཚོ་མཉམ་དུ་གཅིག་ལྟ། ཨ་ནི་དང་པོ་འགྲོ་སྟངས་དེ་སྤྱོད་འཇུག་དེ་གི་ཉིན་གཅིག་ཁོ་རང་སྒོ་ཕྱེ་དེ་ན་སྤྱོད་འཇུག་གི་དེ་ཉིན་གཅིག་གི་གཟུར་མགོ་གང་བ་དེ་ན

ལེའུ་དང་པོ་གི་འགྲོས་ཤོ་ལོ་ཀ་དང་པོ་དེ་རེད། ནི། དེའི་འོག་ལ་ཤོ་ལོ་ཀ་དང་པོ་གི་འོག་ལ། འདི། འཛམ་གླིང་གི་བར་རིས་འདྲ་བོ་བཟོ། མཚོན་རྟགས་ཅིག་འདུག་འོ་དེ་གི་རྩ་བ་མཚོན་གི་དེའི་འོག་གི་དེབ་ཁ་ཤས་ཅིག་ཡོད་པ་དེ་གི་འགྲེལ་བ་མཚོན་གི་ཡོད་རེད། ནི་དེའི་རྒྱུ་མཚན་གྱིས་ད། ནི་ལེགས་སྦྱར་གྱི་དེའི་ནང་ལ་རྩ་བ། པོ་སྐད་ནང་ང་ཅིག་བཞག་ཡོད་རེད་དེ། ནི་ཡང་ལེགས་སྦྱར་གྱི་ཡིན་ལེགས་སྦྱར་གྱི་ཡིན་གྱི་ནང་བྲིས་བཞག་འདྲ་བོ་ཅིག་འདུག་འོ་དེའི་ནང་ཡོད་པ་ཅིག་རེད་རྒྱ་སྐད་ནང་ཡོད་པ་ཅིག། དབྱིན་ཇིའི་སྐད་ནང་ཡོད་པ་དེ། ང་ནི་སྐད་རིགས། གཞིས་ཀྱི་ནང་ལ་ཡོད་པའི་རྩ་བ་ཐོག་མ་མཉམ་དུ་ཡོད་རེད། ད་ནི་ད་ལྟའི་དབུས་ཁག་གི་འབྲེལ་བ་དེ་ལ་ཡིན་ན། ད་ནི་ལེགས་སྦྱར་གྱི་སྐད་ཀྱི་རང་ན་ཡོད་པའི་སྤྱོད་འཇུག་གི་འབྲེལ་བ། འབྲེལ་བ་རང་བཞག་བྱས་ཡོད་རེད། ད་ནི་དེ་ལ་ཡང་ཁྱེད་རང་གིས་ག་ཚད་བཞག་དགོས་ཀྱི་ཡོད་ན་ཡང་ཅིག། རིགས་མ་འདྲ་བ། མཁས་པ་འདྲ་མི་འདྲ་གི་མཛད་བྱ་བ་གི་འབྲི་བ་མང་པོ་ཡོད་རེད་བ། འོ་དེ་འཛིན་འགྲེལ་བྱ་འདི་དེ་སྙམ་དུ་དཀའ་ཚེགས་བཞག་ན་འགྲིག་གི། དེ་བཞག་སྟངས་འདྲ་འོ་དེ་ངའི་བརྙན་དང་པོ་དེ་ནང་ལ་ངོ་སྤྲོད་བྱས་པའོ་དེ་གི་འགྲོ་སྟངས་དེ་གཅིག་རེད་བཞག་ཐུབ་གི་ཡོད་རེད་དེ་གཅིག་གཅིག་ཨ་ནི་རྩ་བ་ཡིན་ན་ཡང་རྩ་བ་འདི་འདི་དཔེ་མཚོན་ཙམ་རེ་མ་བྱེད་ཁྱེད་རང་གི་དཀའ་ཚེགས་མང་པོ་བཞག་དགོས་དགོས་ན་འགྲིག་གི་རེད་གཅིག་བཞག་ན་འགྲིག་གི་རེད་གཉིས་དེ་ལས་མང་བ་ག་ཚོད་བཞག་བཞག་འདྲ་བོ་རེད། ཨ་ནི་ཡང་འདི་ལེའུ་དང་པོ་དང་གཉིས་བ་དེ་ཚོ་ཚང་མ་ནང་ལ་འགྲོ་སྟངས་འདྲ་བོ་དེ་གཅིག་པ་རེད། ཨ་ནི་ད་ང་ཚོ་འདི་ལ་ཡང་ཁོ་རང་གི་ཆ་ཆུ་འདྲ་བོ་བཏོན་ནས་ད་བཏང་བྱེད་ཀྱི་རེད་བ་དེ་ཡིན་ནས་འདི་ཟུར་མགོ་དབྱི་བ་དེ་རྣམས་ག་ལ་དགོས་རེད། ལེགས་སྦྱར་གྱི་ཡི་གེ་གསང་ཟེར་ཡག་ཅིག་འདུག་དེ་དག་ཅིག་ནས་ཨ་ནི་དེ་དག་ཅིག་ནས་བ་ཡིན་ན་དེ་ནི་འདིའི་ཆ་ཆུ་གཉིས་པ་དེ་ང་ཚོ་མཉམ་དུ་བལྟ་དགོས་ལེགས་སྦྱར་གྱི་རྩ་བ་དང་འབྲིར་བ་གཉིས་ཀ་མཉམ་དུ་སྦྱར་ནས་ཅིག་བསྟན་དགོས་དེ། ཨ་ནེ་ལེགས་སྦྱར་གྱི་སྤྱོད་འཇུག་གི་ཤོ་ལོ་ཀ་དང་པོ་སླེབས་སོང་དང་པོ་གཅིག། གཉིས་པ་དེ་ཁོ་རང་ཡིན་ན་འདྲིར་བ་དེ་ཁོ་རང་རང་བཞིན་གྱི་ཁོ་རེ་འགོས་རེད། ནས་གཉིས་བ་ག་ཚོད་ས་མཚམས་ག་ཚོད་ཡིན་ན་ཁོ་རང་ད་ག་རང་ལེན་གི་རེད་ང་ཚོ་གོ། རྩ་བ་དེ་དང་པོ་དེ་འགྲིག་ཨ་ནེ་ཡེ་ཡོང་འདྲིར་བ་དེ་དང་པོ་འགྲིག་དགོས་གི་མ་རེད་ཁོ་རང་རང་བཞིན་གྱི་ཁོ་རེ་འགོས་རེད། དེ་འཇིག་གི་ནང་བཞིན་ཡིན་ན Automatic སླེབས་ཡོང་དགོས་རེད་འདི་གསུམ་པ་དེ་སླེབས་སོང་ལ། ཨ་ནེ་གསུམ་པ་དེ་གི་འདྲིར་བ་དེ་འདུག་ད་ཨ་ནེ་བཅུ་བ་དེ་སླེབས་སོང་དེ། བཞི་བ། ལྔ་བ། འོག་ཏུ་སུ་གཅིག་ནི་སྤྱོད་འཇུག་གི་ལེའུ་དང་པོ་གཉིས་བ་གསུམ་པ་བཞི་བ་བཅུ་བ་བར་དུ་དེ་ག་ཚོད་ད་ལྟར་འོག་དེ་གི་ཆ་བཅུ་གཅིག་དེ་དེ་རེད་ཨ་ནི་ཆ་བཅུ་གསུམ་པ་དེ་ག་རེ་རེད་ལབ་པ་ཡིན་ན་ད་ང་ཚོ་གི་འབྲེལ་བ་ཁ་ཤིས་ཀྱི་མཉམ་དུ་ད་ཡག་བཅུ་བ་འོག་དེ་རེད་འདི་ལ་ད་ང་ཚོ་ག་རེ་ད་བཅུ་བ་ན་འདི་ལ་འབྲེལ་བ་གཉིས་མ་བཞི་བ་མ་ར་འོག་དེ་འདྲ་ཡིན་དེ་ན་ད